ཞེ་དྲག་ཡག་པོ་འདུག་ཨ། ཞེ་དྲག་འདུག་ཟེར་ནས་ལོ་ནས་ལོ་བསྟུན་ནས་དཔེ་ཆ་བལྟས་ཨུ་ཚུགས་སྐྱབས་བྱས་ད་དེ་རེད། ཨ་འདྲ་ཐ་གིས་མ་ངོ་སྤྲོད་ནར་མ་བཤད་པ་ནོར་ཞིག་རེད། ཁྱེད་རང་ཚོ་ཞིག་རྒྱུགས་སྤྲོད་ཀྱི་བརྒྱ་ཆ་རུ་ཡར་ཚད་མཐོ་པོ་ལོན་བྱས་ད་འདུག་ཟེར་འདིར་སྐྱེ་ཤི་མེད་ཨེ་འདྲ། ཁ་སོག་རེད་མིང་འདྲ་དང་འདྲི་རེད་ད་ནས་ཨེ་འདྲ། ཁྱེད་རང་ཚོ་ལག་ཁྱི་ཕུད་ཡག་ཅིག་འདུག་ཟེར་རེད།

ད་ལྟ་བཞིན་གྱི་ལོ་ག་ཚོད་ཡིན་ན་ཧ་ལམ་ཉི་ཤུ་སུམ་ཅུ་གོང་ལ། ད་རྒྱ་ལོ་མ་དྲུག་ཡར་ཟེར་མཁན་དེ་ང་དབང་ཆ་ཡོད་མ་རེད། དེ་མིན་བདུད་བླའི་གཞུང་གཞིས་ཆགས་ཆགས་ཀྱིས་འགྲོ་རྒྱུ་རེད་མ་གཏོགས། རང་ཉིད་ནི་གཞི་མ་བསྙེན་པར་རྫོགས་པའི་འགྲོ་སྟངས་དེ་ཚོ་བྱས་རིང་ཡང་གཞི་ཐམས་ཅད་ཡོད་པ་མེད་པའི་དད་པའི་ལུགས་ཡིན་ན་ད་ག་ད་ག་ཡང་བདུད་བླའི་གཞུང་ནང་བཞིན་འགྲོ་ཡ། ཁོ་ཕལ་ཆེར་དད་པ་ཡིན་ན་མང་པོའི་འདས་པ་ཡིན་ནའི་སོ་སོ་སོའི་ད་ལུགས་དེའི་ཐོག་ནས་མི་དེ་ག་དུས་ག་དུས་ཡོད་ན་ད་རྒྱ་ནག་ལུགས་གཅིག་ཡོད་པའི་སྐད་ཆ་རེད་ད་འོ་དེ་ཚོའི་གྲས་དེ་བཞག་མ་གཏོགས་ང་དབང་ཆ་གལ་ཡོད་མ་རེད། ཡང་ཁ་ཤས་ཡོད་པས་ངས་དཔེ་ཀ་དེ་བཏང་བཞག་ན་དཔེ་འགྲིག་གི་རེད་དེ་ཨེ་ནས་རྒྱ་གར་མི་ཚོས་ཀ་བལྟ་གི་མི་འདུག་ཟེར་ནས་ང་སྐྱོན་བརྗོད་བྱེད་ངེས་ཡོང་གི་དེ་མ་ཤེས་པའི་སྐད་ཆ་རེད་དེ། དེ་ཡང་ངས་ཞྭ་མོ་སྤེལ་ན་མ་གཏོགས་ང་དབང་ཆ་ཡོད་མ་རེད་ད་ཤེས་སོང་ཨ།

ད་བྱམས་བརྩེ་ཕོངས་ཏེ་བཞག། སྤྱི་ཡོངས་བཤད་པ་ཡིན་ན་ཤེས་ཡོན་གྱི་ཕོངས་མི་འདུག་བྱམས་བརྩེ་ཕོངས་བཞག། ས་དེ་རེད་ཡིན་དུས་བྱམས་བརྩེ་ཕོངས་པའི་དུས་ཚོད་དེ་བྱམས་བརྩེ་སྤེལ་ཡག་གི་ལས་འགན་གཙོ་བོ་ཕུང་པོའི་གྲུབ་ཆའི་སྟེང་ནས་བུད་མེད་ལ་འགན་ཆད་ཡོང་གདའ། དེ་ཚང་བུད་མེད་ཚོས་ད་ཤུགས་རྒྱབ་དགོས་གི་ཟེར་ནས་ངས་དེ་བཤད་མེད། དེ་རྣམས་ཀྱིས་བཤད་གི་ཡོད་ངེས་ཏེ། ཁྱོད་ཀྱི་མཛའ་བོ་དེ་འདི་གང་ལ་ཡ། ད་ལོ་བས་འབུམ་ཕྲག་མང་པོའི་གོང་ལ་ཡ། མི་ཚང་མ་ལོ་ཁྱིམ་ཚང་སོ་སོ་སོ་འདྲ་མཉམ་ཞིག་བསྡད་ཀྱི་ཡོད་རེད་མ་གཏོགས་གཅིག་དཔོན་པོ་ཡིན་ཟེར་ཡ་རུ་གཅིག་གཡོག་པོ་ཡིན་ཟེར་ཡ་རུ་གཅིག་ཟེར་ག་གེ་ཡོད་མ་རེད། མར་ཁེ་སི་གིས་བཤད་པའི་ཡིན་ན་ཐོག་མའི་གུང་ཁྲན་རིང་ལུགས་སུ་བཤད་བསྡད་ཡ་དེ་རེད། ད་དེ་འདྲ་བ་ག་ལེ་ག་ལེ་ལ་ཡ་ཨེ་ནི། ས་ཞིང་ལས། དེ་ནི་ཞིང་བྲན་སློབ་ལུགས་ཆགས། རེད་བ། གཞན་ལས་བ་ད་ཨེ་ནི། ད་བ་གང་ད་ཡོད་ཉིན་ཨེ་ནི་རིམ་པས་རིམ་པས་གི་འདུག་སོང་བ་ལས་ཡིན་དུ་ཚ་ནི། ཨེ་ནི་ནང་ལོག་ལ་ཡ་གཅིག་གི། གཅིག་གི་ཚོད་ལ་ཤོག་ཡ་རོ་ཞིག་དེ་འདྲས་ཡོང་བས་ཁོ་འདུག་ལ་ཨེ་ནི། དཔོན་པོ་ཟེར་ཡ་གི་སྐད་ཞིག་དེ་ལས་ཡིན་དགོས་ཡ་རེད། དུས་དུས་ཤེས་ཡོན་སྐད་ཞིག་ཁྱོན་ནས་མེད་པ་ཡིན་དུ་ཚ་ནི་ཤེས་ཡོན་མེད་པ་ཡིན་དུ་ཚ་ནི། དཔོན་པོ་ཆགས་པ་ལ་ཟུག་གུ་སྟུག་ཤོག་གུག་ཡ་རེད་དེ་འདྲས་ཡིན་དུས་སྐྱེས་པ་ཕོས་དབང་བསྒྱུར་ཡ་དེ་དེ་འདྲས་ཅི་ནས་ཆགས་པའི་སོར་ཞིག་འདུག་བ། ད་གཞི་ནས་ཤེས་ཡོན་གལ་ཆེན་པོ་ཅིག་ཆགས་ཡོང་དུས་ཙང་ནས། ལུས་ཀྱི་སྟོབས་ཡོད་ནས་མེད་ནས་ཤེས་ཡོན་གྱི་ཐོག་ནས་ད་ནུས་པ་ཐོན་ཡོང་དུས་ཙང་ནས། དཔེར་ན་ང་ཚོ་ཏིང་ཞའོ་ཕིན་ཤག་ཤོད་ན་གཟུགས་པོ་ཆུང་ཆུང་གྱུར་བ། ཡིན་ནའི་ཁོ་ཤེས་ཡོན་དཔེ་མ་སྲིད་པའི་མི་མཐོང་སྒོ་སྲང་པོ་ཞིབ་ཅིག་བཏང་ཐུབ་མཁན་ཡོད་ཙང་ནས་དེ་ནི་དེ་ལེགས་གྲ་ཆགས་པ་རེད།

ཚན་རིག་པ་ཚན་རིག་པ་གཅིག་གིས་བརྟག་དཔྱད་བྱེད་དུས། གཅིག་མི་གཅིག་གི་པར་ཞིག་སྟུག་ངའི་ཤ་ཁ་མྱོང་བདེ་ངེས་ཀྱི་པར་ཞིག་འདུག་བསྟན། ལྟ་མཁན་དེ་བུད་མེད་ཅིག་དང་སྐྱེས་པ་གཅིག་འདུག་བསྟན་ཡོད་དུས་ཚར་ནས། ལུས་རང་གི་སྟེང་ནས་བུད་མེད་དེ་ཕུད་ཀྱིས་གཞན་གྱི་སྡུག་བསྔལ་དེ་མཐོང་མྱོང་དུས་མི་བཟོད་པ་དེ་ཤུགས་ཆེ། གཅིག་སྙིང་འཕར་ཡག་གི་སོ་རོག་གཅིག་དམར་འདྲ་བྱས་ཡག་གི་སོ་རོག་གཅིག་ག་འདྲ་བསམ་པའི་གཅིག་རྣམ་འགྱུར་དེ་བོད་མིས་ཤུགས་ཆེ་ཡིན་པའི་སྟེ་ཁོ་ལུས་ཀྱི་འདུ་ཤེས་དེ་ནས་ཡོང་གི་ཡོད་རེད་བསམ་དེ་འདྲ་ཡིན་དུས་ས་ནས་བོད་མིས་སྐལ་བཟོ་དང། བྱམས་བརྩེ་སྤེལ་ཡག་གི་དམིགས་བསལ་གྱི་ང་ཚོ་ལྟར་ནུས་ཤུགས་བཏོན་ཡག་གི་དུས་ཚོད་ཞིག་ལ་སླེབས་ཡོད་དུས་བོད་མིས་ཚོས་ཤུགས་རྒྱབ་དགོས་གི་ཟེར་ངས་རྟག་པར་བཤད་བསྡད་ཀྱི་ཡོད།

ངས་འདི་བུད་མེད་ཀྱི་ཐོབ་ཐང་དངོས་གནས་རང་ལྟ་ཅིག་འདྲ་མཉམ་ཞིག་བྱེད་དགོས་གི་ཟེར་ནས་བཤད་ཀྱི་ཡོད་རེད་ད་ཡིན་ནའི་དགེ་སློང་མ་འགྲོ་ཡ་ཟེར་མཁན་དེ་ངའི་ལག་པར་དབང་ཆ་ཡོད་མ་རེད་དེ་མིན་འདུལ་བ་འཛིན་པ་ཚོ་ནི་ཨེ་ནི་འདུལ་བའི་གཞུང་གཞིར་བཞག་པའི་ཐོག་འགྲོ་རྒྱུ་རེད་བ་ད་ངས་བྱེད་ཐུབ་པ་ག་རེད་ཟེར་ན་གཞུང་འཛིན་བཏང་ཡ་དེ། དེ་སྔ་མོ་བོད་རིགས་ཡིན་ན་དེ་འདྲའི་བཤད་སྲོལ་ཡོད་རེད་བཙུན་མ་ཁ་ཤས་པའི་རྟགས་གསལ་ཚ་བོ་ཤུབ་རྡོ་རྗེ་ཆུང་བར་ཟེར་འདྲའི་ལོ་རྒྱུས་བཤད་ཡོད་རེད་ལ་དེ་འདྲ་ཡིན་དུས་ས་ནས་ང་ཚོ་དེ་ད་རྒྱ་གར་ནང་གི་བཙུན་མའི་དགོན་པ་ཚོས་ཡིན་གཅིག་མིན་གཅིག་གཞུང་ཆེན་བལྟ་དགོས་གལ་ཆེ་ནས་ད་ཕལ་ཆེར་ལོ་སུམ་ཅུ་བཞི་བཅུ་མིན་འགྲོ་ངས་དེ་འབད་རྩོད་རེ་བྱས་བྱས་ད་གྲུབ་འབྲས་ཞེ་དྲག་ཡག་པོ་རེད་ཤག།

ཡང་ཞིག་དེ་གདམ་སར་རྒྱལ་རྒྱུ་ལ་ཡ། དེ་ཡང་འདྲ་འདྲ། དེ་ལ་སང་ར་མི་ག་ཡིན་ནའི་རེད་ཡང་ཚེ་ཉིན་ལབ་གྲ་ཡིན་ནའི་རེད། དྲན་དེ་དགོན་པའི་ཁག་ཁག་བཤད་ཡོད་རེད་བཙུན་མོའི་དགོན་པ་ཁག་གི་རོ་ཡོད་རེད་ཅིག་ཚོགས་ཆུང་ཚོར་ཅིག་བཙུགས་བྱས། ད། དགེ་བཤེས་མ། མའི་དམ་ཆོས་སྦྱོང་བ་དང།
གོ་དེ་གནད་འགག་ཅིག་འདུག་བ་གཅིག་བྱས་ན། སྤྱི་དང་ལོས་རྒྱུས་ཅིག་རེད། དེ་འདྲའི་ཅིག་དེ། ཚང་མས་ཤེས་ཤེས་གི་རེད། ཡིན་ནའི་ཡང། ཀོ། དེ་རྒྱབ་ལྗོངས་འདི་ང་རང་ཚོས་ཧ་གོ་ཡ་དེ་གལ་ཆེན་པོ་རེད། ག་འདྲེ་ཟེར་ན་གལ་ཆེན་པོ་རེད་ཞུས་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་རྒྱལ་པོའི་སྲས་གཅིག་འཁྲུངས་པ་རེད། ཀྱི། འཇིག་རྟེན་གྱི་ཁམས་འདིའི་ནང་གི་ཕུན་སུམ་ཚོགས་པའི་ཁྱད་ཆོས། ཀྱི། གནས་ཀྱི་བཀོད་པ། ཀྱི། ལོངས་སྤྱོད། དེ་གི་དེ་ལ་ཕོངས་པ་ཡོག་མ་རེད། ཡོད་མ་རེད་དེ། དེ་དག་ཐམས་ཅད་ལ་སྙིང་པོ་མེད་པར་གཟིགས་ནས། ཁྱིམ་ནས་ཁྱིམ་མེད་པ། རབ་ཏུ་བྱུང་ནས་ལོ་དྲུག་དཀའ་སྤྱད་མཛད་ནས། མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ཡ་སྟེ། སངས་རྒྱས་བཅོམ་ལྡན་འདས་རང་ཉིད་ལ་དེ་འདྲའི་ཅིག་གིས་དཔེ་དེ། གནས་ཚུལ་ཅིག་རེད་པས་ཟེར་ན་མེད་འདས་པ། ང་རང་ཚོ་གདུལ་བྱའི་ཅིག་དང། མ་འོངས་པ་ལ་ཡང་འདི་ལྟ་བུའི་ལམ་ལ་ཡང་བསླབ་དགོས་པའི་རྒྱུ་མཚན་འདི་འདྲའི་རི་དྭགས་སེར་བྱེས་ཀྱི་ངོ་སྤྲོད་ཀྱི་ཚུལ་དུ་ཚུལ་མཛད་པ་ཅིག་མཛད་པ་མཛད་པ་ཅིག་ཡིན་པའོ། ད་དེའི་མཛད་པ་དེ་རྣམས་ལ་ཁ་ལི་ཏུགས་སུ་བྱས་པ་ཡིན་ན། རྒ་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། ད་སྐྱེ་བའི་སྡུག་བསྔལ་དེ་མི་འདུག་བའོ། ད་རྒ་བ་རྒ་ན་འཆིའོ། དེ་འདྲ་བ་དེ་ད། གང་ལྟར། ཡོད་བསྡད་པ་དེ། ཨེ་མིན། འཁོར་བའི་རང་བཞིན། འཁོར་བའི་གནས་སྟངས། ལས་ཉོན་གྱི་གཞན་དབང་ཅན་གཅིག་ལ་ཡིད་ཕྱིན་ཆད་ལ་དེ་ལས་མ་འདས་པ་ཅིག་ཡིན་པར་གཅིག། ད། དེ་ལས་གྲོལ་བའི་ཐབས་ག་འདྲི་ཅིག་བཙལ་དགོས་ཀྱི་འདུག་དགོངས་ཡོང་དུས། ཨེ་ནི་གཞི་ནས་ཅེས་སྐབས་དེ་དུས་ཀྱི་ཨ་ནེ་ད་རྒྱ་གར་འཕགས་པའི་ཡུལ་གྱི་ད་ཉམས་ལེན་པར་གྲགས་བསྡད་པའི་གི་རིང་འཕུར་ཟེར་མཁན་ཅིག་ཡོད་ཡིན་པ་རེད་ལྷག་སྤྱོད་ཟེར་མཁན་ཅིག་ཡོད་ཡིན་པ་རེད་འོ་ད་རིང་འཕུར་དང་ལྷག་སྤྱོད་ལ་སོགས་པ་དེ་ཚོ་ལ་ཡང་ཨ་ནེ་ཅིག་རྩད་གཅོད་བྱས་ཏེ་དེ་ཚོའི་སྐུ་མདུན་ནས། གདམས་ངག་ཉན་པ་རྣམས་ཀྱིས། ཨོ། ཅི་ཡང་མི་སྨྲའི་ཕྱིར་དངོས་གཞིའི་གདམས་ངག་ཉན་ནས། དེ་དག་ཐམས་ཅད་ཐུགས་རྒྱུད་ལ་འཁྲུངས། ཨོ། དེ་ནས། སྲིད་རྩེའི་དངོས་གཞི་སྙོམས་འཇུག་གི་གདམས་ངག་ཉན་ནས། ཨོ། གདམས་པ་དང། ཅིག། དེའི་ཐུགས་ཉམས་སུ་བཞེས་ནས། སྲིད་ཞི་དངོས་གཞི་སྙོམས་འཇུག་གིས་མཚོན་པའི་ཡོན་ཏན་དེ་བརྒྱད་དེ་ཐུགས་སུ་ཆུད། ཨོ། རང་གི་དེ་ཐུགས་སུ་ཆུད་པ་ཙམ་དུ་མ་ཟད་ཐུགས་སུ་ཆུད་པ་དེ་ལ་བརྟེན་ནས། ཨོ། ད། འདི་ཡིས། ཉོན་མོངས། མངོན་གྱུར་བ་རགས་པ། གཅིག་ལྟ། སྤྱན་དབང་མེད་སྤྱན་ཡང་མེད་མན་ཆད་ཀྱི་ཉོན་མོངས་མངོན་གྱུར་བ་རགས་པ་ཙམ་ཞིག་མགོ་ནོན་པ་ཙམ་ཞིག་ཕྱག་བཞི་རགས་རྣམ་ཅན་གྱི་ལམ་ལ་བརྟེན་ནས་ཡོང་གི་ཡོད་ན་ཡང། ཨ་ནི། རྩ་བ་ནས་སླར་མི་སྐྱེ་བའི་ཆོས་ཅན་ཆེས་ནི་སྤོང་ཐུབ་པ་མེད་པ་ཅིག་ཟིན་ནས་དེ་འདྲ་བའི་དགེ་རྒན་རྣམ་པ་གཉིས་དེ་ལ་ཡང་རིམ་བཀུར་ཟེར་ངེས་དང་ལྷག་སྤྱོད་ཟེར་ངེས་གཉིས་དེ་ལ་ཡང་ཨ་ནི། བཀའ་འདྲི་གནང་རྗེས། ད། ཉོན་མོངས་མངོན་གྱུར་བ་མགོ་འཇོམས་པ་མ་གཏོགས་ཅིག་གིས། སླར་མི་སྐྱེ་བའི་ཆོས་ཅན་དུ་བྱས་ནས་ས་རྡོ་འདི་བཅད་པ་སྤང་གིན་མི་འདུག་བ་ཨེ་ནི། དེ་མ་སྤངས་ན་འཁོར་བ་ལས་གྲོལ་ཐུབ་ཀྱིན་མི་འདུག་དེ་ལས་གྲོལ་བས་ཀྱི་ཨེ་འདམ་པ་འདི་གནང་རོགས་གནང། ཅེས་ཅེས་ཞུས་ཡོད་དུས་ཁོ་གཉིས་གཉིས་ཀྱིས་ཡང་ད། ང་རང་གཉིད་ལས་ཡོད་པའི་ཡོན་ཏན་དེ་འདི་མ་གཏོགས་མེད་ད། ཁྱེད་རང་དངོས་གནས་དེ་འདྲའི་ཞིག་དགོས་ཀྱི་ཡོད་པ་ཡིན་ན་ད་ཁྱེད་རང་གིས་རང་གི་རང་སྟོབས་ཀྱི་ཡོན་ཏན་གྱི་ཐོག་ནས་ཡིད་ཤེས་ཁོང་དུ་ཆུད་པའི་སྒོ་ནས་མངོན་དུ་བྱེད་དགོས་ཀྱི་རེད་ཟེར་གསུངས་ཏེ་ཨ་ནེ་གཞི་ནས་ཨ་ནེ་ཁོང་གི་ལོ་དྲུག་དཀའ་སྤྱད་མཛད་ནས་ཨ་ནེ་ད་དུར་བྱས་རྗེས་ཉིན་དོན་བདེན་གཉིས་ཀྱི་ལུགས་ལྟར་དུ་བྱས་པ་ཡིན་ན་སྦྱོར་ལམ་སྟན་གཅིག་པ་ནས་ཟིལ་མི་སྐྱེ་ཞེས་པའི་ཡོན་ཏན་ཐོག་གཅིག་ལ་མངོན་དུ་བྱས་ཟེར་ཅིག་བསྟན་དང་བསེ་རུ་བྱང་ཆུབ་བསམ་གཏན་ཐ་དད་གཅིག་ལ་ཀུན་གསུམ་ཨོ་དེ་འདྲའི་གསུང་གི་ལོ་རྒྱུས་དུག་སུ་འདུག་ཨ། དུས་ཚོད་ད་དངོས་གནས་ད་ནས།

སངས་རྒྱས་མཐོང་བ་གསུངས་ན་རེ་དོན་དག་བབས་ས་གཅིག་ལ་རུབ་པ། ད་ཁོ་ཚིག་འདི་ལ་ནུས་པ་ཆེན་པོ་ཅིག་འདུག་བ། སུའི་རྟེན་ཅིང་འབྲེལ་བ་འབྱུང་བ་ཐུན་མོང་ཐིག་གིས་ཆོས་མཐོང་གི་རེད། སྤྱི་དང་ནི་ཆོས། འདུས་བྱས་དུ་དུ་མ་ཅིག་གི་ཆོས་མང་པོ་བཞི་པོ་ཅིག་ཡོད་རེད། སྤྱི་དང་འདུས་བྱས་ཀྱི་ཆོས་ག་འགའ་མཐོང་བ་ལ་རྟེན་འབྲེལ་ཐུན་གོ་སྐད་ཆ་ག་ཡང་གོ་ཆོད་ཁྱད་པར་བ་ཅིག་ངོ་སྤྲོད་གནང་གི་ཡོད་རེད་བ། ཨོ་ད། དེ་ནི། སུའི་ཆོས་མཐོང་བ་དེ་ནི། ཨ་ནི་དེ་བཞིན་གཤེགས་པ་མཐོང་བ་སའི་ཆོས་དེ་ཡང་ཆོས་ཁྱད་པར་བ་གཅིག་གསུངས་གོ། ཨོ་ད་བ་ན་དེ་ག་རེ་རེད་ཟེར་ཡིན་དུས་ད་གིས་ཨེ་ནི་རིམ་བུར་དང་ལྷག་སྤྱོད་གཉིས་ཀྱི་སྐུ་མདུན་ནས་ཨེ་ནི་སྲིད་རྩེ་དངོས་གཞི་མན་ཆད་ཀྱིས་ད་འཇིག་རྟེན་ཞི་རགས་གནོད་པ་ཅན་གྱི་ལམ་ཨོ་དེ་ཙམ་ཞིག་གིས་ཨེ་ནི་བསྒོམ་པ་ཙམ་གྱིས་ཆོས་མཐོང་ཐུབ་གི་མེད་པ་ཅིག་དེ་བཞིན་གཤེགས་པ་མཐོང་ཐུབ་གི་མེད་བ་ཅིག་ད་བ་ན་ཆོས་ག་རེ་མཐོང་དགོས་རེད་ཟེར་ན་ཨོ། རྟེན་ཅིང་འབྲེལ་བར་འབྱུང་བའི་རྒྱུ་འབྲས་ཀྱི་རྟེན་འབྲེལ་གྱི།

མཐོང་པ་དེ་ལ་བརྟེན་ནས་ཨ་ནི་ཉོན་མོངས་པའི། ཅིག་ཕྱིན་ཅི་ལོག་གི་བློ། ཡོངས་སུ་རྫོགས་པའི་གི་ད་རྩ་བ་དེ་ག་རེ་བཞག་ཟེར་ན་བདག་འཛིན་དེ་ཡིན་པ་རེད། མ་རིག་པ་དེ་ཡིན་པ་རེད། འོ་དེ་འདྲ་བ་དེ་ཨ་ནི། དངོས་ཀྱི་གཉེན་པོ་བྱེད་ཐུབ་ངེས་དངོས་སུ་འཛིན་སྟངས་འགལ་བའི། ཡང་དག་པའི་ཡེ་ཤེས་དེ་ག་རེ་བཞག་གི་རེད་ཟེར་ན། ཨ་ནི། བདག་མེད་པའི་ཡེ་ཤེས་རྟོགས་པའི་ཡེ་ཤེས་འམ་སྟོང་ཉིད།